ཉེ་ཡ་རྒྱུད་ལས་དེ་ནི་ཚང་མ་ལ་རྒྱུད་བཞུགས་དེ་རིང་ང་དང། དེ་རིང་ཡང་ཨི་ཀ་ནས་ང་དང། ཁུ་ཚུར་ཤར་བོད་རྒྱལ་དོན་ཨ་དང་དེ་ཀ་ནས་ཨུ་ཡོན་ཐུགས་རྟེན་ཞིག་འཇུག། དཀའ་བོ་གཉིས་བཞག་ཡིག་ཁད་ཐོག་ངའི་ཕུལ་དེ་ཡོད་དཀའ་བོ་ལྟག་རྒྱབ་བལྟས་དཀའ་བོ། དེ་ནི་ཨི་ཀ་ནས་མཚམས་མ་གཅིག་པ་ངེད་ལས་བརྒྱུད་པ་དང་དེ་དང་ཉེ་བ་ང་བརྒྱུད་པ་དང་སོ་སོ་ཐར་པའི་སྡོམ་པ་དང་འགའ་ལོ་དང་བྱང་ཆུབ་སེམས་པའི་བསླབ་པ་དང་འགའ་ལོ་དང་གསང་སྔགས་ཀྱི་དམ་ཚིག་དང་འགའ་ལོ་དང་བཞུགས་སྒར་རྫོགས་པ་དེ་ནས། ད་དེ་ཚགས་པ་འོ་ད་དེ་རིང་ང་སུ་གོ་འོ་ཞུ་རྗེས་ཞུ་འཇུ་དེ་ནི་ད་ཤོད་པ་སང་ད་ང་ད་མདང་ནས་ཞུ་བ་འཚོགས་ས་དེ་རིང་ང་ད་ད་འུ་ཧུ་ལ་ཞུ་ད་དེ་ནི་མ་ཞོད་པ་དེ་ནི་ང་ད་སེམས་གཏིང་ནས་འགྱོད་པས་འགྱོད་པ་དང་མཉམ་པོ་དེ་ནི་འུ་ཧུ་ཟེར་ཏེ་མར་འགྱོད་པའི་ཚིག་ཞིག་ནོ་ཨ་ཏི་གཟུགས་དང་འདྲེ་ལོ་ཏོ་ནི་དེ་ནི་ང་ད་བླ་མ་རྡོ་རྗེ་འཛིན་པ་ཕྱོགས་བཅུ་ན་ཡོད་པའི་སངས་རྒྱས་ཐམས་ཅད་ད་དེ་ནི་ང་ད། བཞུགས་ཡོད། དགོངས་ཚོགས་སྔོན་དུ་བཏང་ཟེར་ཟེར་ནས་དེ་ནས་སངས་རྒྱས་གསུངས་ནས་དཔང་པོ་བཞུགས་པ་ཟེར་ཉེས་བྱས་ཟེར་མ་ས་ནས་ད་བཞུགས་ཟེར་ན་ང་ད་བཞུགས་ཨ་བཞུགས་ཟེར་ན་བཞུགས་མདང་ནས་བཞུགས་ཟེར་ན་བ་ལ་ད་ལྟེ་བོ་སྐྱ་ད་མི་བཅོལ་བ་ར་མང་པོ་ད་བཤོལ་པ་ད་ལྟེ་ནས་ང་ད་བཤོལ་བས་ཅི་ད་གཉེན་པོ་དེ་ནས་སྡིག་པ་མང་པོ་ཅིག་བྱས་དུས་ན་བརྗོད་བྱེད་ཚེ་ར་ཁོ་ར་ཐོག་མ་ནས་ད་ལྟ་མེད་པར་རིང

ལུས་ངག་ཡིད་གསུམ་དང་གི་སྡིག་པ་མི་དགེ་བ་བཅུ། དེ་ནས་ད་སྟེ་འོ་ཨ་གཟུགས་ནོ། དེ་ནས་ད་ང་ད་སྟེ་འོ་ཨ་གཟུགས་སོ་སོ་ཞེས་བྱ་བ་གཅིག་དང་གཉེན་པོ་དང། ལུས་ངག་ཡིད་གསུམ་གྱི་སྒོ་ནས་དེ་ནས་ང་ད་སྡིག་པ་བཅོས་སོ། དེ་ནས་བཅོས་ཅེས་བྱ་ནི་སྡིག་པ་འོ་ཅིས་བཅོས་སོ་ཞེ་ན། ལུས་ངག་ཡིད་གསུམ་གྱི་སྒོ་ནས་སྡིག་པ་བཅོས་ཡོད་ན་དེ་སྡིག་པ་ཅིས་ཅིས་བཅོས་སོ་ཞེ་ན། སྡིག་པ་མི་དགེ་བ་བཅུས་བསྐྱེད་དོ། དེ་ན་ཚོགས་བསགས་ཨེ་ནི་མཚམས་མེད་ལྔ་བཅོས་སོ། དེ་དང་ཉེ་བ་ལྔ་བཅུ་སོགས་སོ་སོ་ཐར་པའི་སྡོམ་པ་དང་འགའ་ལས་སྡིག་པ་མང་པོ་བསགས་སོ། དེ་ན་ཚོགས་བསགས་མ་དག་གསང་སྔགས་ཀྱི་དམ་ཚིག་དང་སོ་སོ་ཐར་བའི་སྡོམ་པ་དང་འགལ་བ། བྱང་ཆུབ་སེམས་དཔའི་བསླབ་པ་དང་འགལ་བ་གསང་སྔགས་ཀྱི་དམ་ཚིག་དང་འགལ་བ་སྟེ་རྫོགས་སེམས་ཀྱི་སྡིག་པ་མང་པོ་ཞིག་ནི་བསགས་སོ། བཞུད་ཟེར་ནག་ལ་ད་ཤི་ཀོས་ད་ཅིག་ད་གཉིས་པོ་དང་ཡི་གེ་ཏོག་བཙུགས་པ། བཞུད་ཚར་ལྔའི་དཀར་བོ་ཁྱེར་དེ་ན་སྡིག་པ་མི་དགེ་བ་བཅུ་བགྱིས་པ་དང་བཅུ་ག་འཛུགས་པ་ལ། ད་ཨེ་ནི། དེ་ཡོ་ག་དེ་ནི་མཚམས་མེད་ལྔ་བགྱིས་པ་དང་བཅུ་དང་མཚམས་མེད་ལྔ་མཚམས་མེད་ལྔའི་སྡིག་པ། ད་ལྟའི་བར་ང་ད་ལྟ་ད་ཛར་བཟོ་བྱེད་མ་ཁག་ཅར་ནག་བ་ལ། དེ་ནི་ང་ད་ཚེ་འདིའི་དགའ་མ་བཅོས་ན་སྐྱེ་བ་སྔ་མ་ནི་སྔ་མ་ང་ད་ཙམ་ཞིག་ཚར་མེད་ཀུན་ཡང་སྡིག་པ་ལ་སོགས་པ་ད་ད་ང་ད་བཅོས་སུ་ཡོད་འགྲོ་ལ་སྐྱེ་བ་ང་ད་ཐོག་མ་མེད་སྐྱེ་རགས་སུ་བསྐྱོད་པ་ས་ན་ད་ཚར་མེད་ཚར་མེད་པ་ང་བཞོས་ཀྱི་ད་ཚར་མེད་ངའི་སྡིག་པ་བཞོས་ན་བསྐྱོད་པ་ཚར་མེད་ངའི་སྡིག་པའོ་ཅི་ནོ་བཞོས་ན་དེ་ནི་ང་ད། ཕ་བསད་པ། དེ་ནས་མ་བསད་པ། དགྲ་བཅོམ་པ་བསད་པ། དགེ་འདུན་གྱི་འོ་ད་ཡང་ཕ་བསད་པ་མ་བསད་པ། དགྲ་བཅོམ་པ་བསད་པ་དགེ་འདུན་གྱི་ཨེན་བྱེད་པ། དེ་བཞིན་གཤེགས་པ་ལ་ང་སེམས་ཀྱིས་ཨེ་ནས་ཁྲག་སྦྱིན་པ་བཞུ་བསད་དེ་བསྔལ་བ་མཚམས་མེད་པ་ང་གཞོན་ནུ་ཧ་ལ། འོ་ན་ད་ཅི་ཞུ་ཟེར་ན་ཞུ་ན་མཚམས་མེད་པ་ང་ཞུ་ན་མཚམས་མེད་པ་ཞུ་ན་མཚམས་བར་མཚམས་མེད་པ་ཅི་ནོག་ཟེར་ན་འོ་ད་དེ་སྡིག་པ་ལྔ་འོ་བསགས་ན་ལྔ་ཟེར་ན་ནི་གཅིག་བསགས་ཡ་ཡོད་ན་དེ་ན་ང་ད་བར་མཚམས་མེད་པ་སྐྱེ་བ་དེང་མ་དེར་ང་ད་ང་དམྱལ་བ་སྐྱེ་བྱེད་ཐག་ཆོད་དེ་ཡིན་ཞུ་ན་མཚམས་མེད་པ་བར་མཚམས་མ་ནི་མེད་པ་གཞན་ང་ད་སྡིག་པ་མི་དགེ་བ་ཞིག་བསགས་ཡ་ཡོད་ན་དཔེར་ན་ང་ད་དམྱལ་བ་སྐྱེ་བྱེད་ཚེ་སྡིག་པ་ཞིག་བསགས་ཡ་ཡོད་ན

བདག་སྲས་བདག་སང་ངམ་དང་ཕ་སྲས་པདྨ་སྲས་པ་དགྲ་སྲུང་པ་དགྲ་བཅོམ་པ་སྲས་པ་དེ་ནི་དགེ་འདུན་གྱི་དབྱེན་བཅས་པ་དེ་བཞིན་གཤེགས་པ་ལ་ང་སེམས་ཀྱིས་ཁྲག་སྦྱིན་པ་ཞུ་ཚེ་དེའི་སྡིག་པ་འོང་ས་ག་ཡོད་ན། དེ་ནི་ང་དང་སྐྱེ་བ་རྟིང་མི་རྟིང་མ་ནི་དེ་ཟེར་ཅེས་མི་སྐྱག་སྐྱེ་བ་རྟིང་མ་ཁ་དྲངས་དེ་ནི་ང་དང་དམྱལ་བ་སྐྱེ་བ་བརྒྱ་ག་ལ་འོ་ད་བར་མཚམས་མེད་པར་དམྱལ་བ་སྐྱེས་པ་ས་ན་དེ་པའི་མཚམས་མེད་པ་ང་ཞུ་ན་མཚམས་མེད་ཀྱི་སྡིག་པ་ཞུ་ན་སྡིག་པ་དམའ་ཤུགས་ཆེན་མོ་དང་གཅིག་པའི་ཚེ་ན་སྡིག་པའི་ནང་ནས་སྡིག་པ་དམའ་ཤུགས་ཆེན་མོ་སྨྲ་ནི་སྡིག་པ་སྨྲ་ན་སྟོབས་ཆེན་མོ་སྨྲ་ཅི་འདྲེ་ན་ལ་དལ་བ་སྟེ་དེས་སྡིག་པ་ཅི་འདྲེ་གསུངས་པ་ཟེར་ན་སྐྱེ་བ་ཏིང་མ་སྟེར་ན་མར་ལ་ཁ་དྲག་སྟེ་ང་དང་ཉེ་བ་ཞེས་པ་ཟེར་ན་མཚམས་མེད་པ་ང་ཞུ་ནོ་མཚམས་མེད་ཀྱི་སྡིག་པ་ཞུ་ནོ་འོ་ད་མཚམས་མེད་ཀྱི་སྡིག་པ་ཡོད་ན་སྡིག་པ་ཚང་མ་མཚམས་མེད་ཀྱི་སྡིག་པ་ཡིན་ནོ་ཞུ་ན་མ་ནོ་ཞུ་ཟེར་ན་དེ་ནི་ཅི་ཡིན་ནོ་ཞུ་ན་མ་ཟད་པ་ཞུ་ན་ར་ཚེ་འདིའི་དྲིན་ཅན་ཨ་མ་ཟད་ན། དེ་ནི་ང་དང་ཚྭ་མེད་ཀྱི་སྡིག་པ་བསགས་ཚར་དེ་ན་ང་ལ་ཐག་ཆོད་དེ་དེ་ནི་ང་དང། འོ་ད་ཨ་མ་ཟེར་སྐམ་པོ་ཁྱེད་དེ་ན་ང་དང་ཚེ་འདིའི་བཀའ་དྲིན་ཙམ་ཞིག་ཡིན་ཟེར་སྐམ་པོ་ད་ལྟའི་ཡུལ་ཤུལ་འདུག་ན་མང་པོ་ཆ་ཆེ་སོང་ཚང་མ་ཐུགས་རྒྱུད་ཟིན་ནོ་ག་ལ་ད་ཚེ་བེག་ཞིག་ང་དང་བསམ་བློ་བཏང་བཤད་སྐ་འཇིག་གི་ན་མེད་དེ་མ་ནས་ཚྭ་མེད་ཀྱི་ན་བཀག་སོ་ན་དང་དེ་ནི་ང་དང་ལགས་སོ་ནས་ན་དེ་ཟོག་ཟེར་དེ་ཟོག་གིན་ཏུ་ཟིན་གྱུར་བཞག་ཟེར་ན་དེ་ཟོག་མཐོང་རྒྱུ་མང་པོ་ཡོད་དེ་ན་ག་ལ་འོ་མི་ཨེ་ལྟན་ཟོ་མཐོང་ཟོ་ག་ཕ་མ་ཚེ་བེག་ཨེ་ཟུག་ཡ་ཤ་ཅོ་ག་འཛག་ཤིག་བཏང་འདོད་ཚོ་ཟེར་དོན་ལ་མ་ཅོ་སྐ། དེ་ནས་ཕ་མ་ནགས་བསྟན་གན། ད་མང་པོ་སྐྱེ་གང་དར་ལགས་ཟེར་ན་ད་པ་ནི་སེམས་མ་སྡུག་བསྔལ་བསྟན་གན། དེ་ནི་རང་གཞི་མ་དང་དེ་གཟུགས་ག་ལྟ་ཟེར་ན། ཚེ་འདིའི་སྐུ་དྲིན་བྱ་ནི་ཕ་མ་འུན། མ་ནི་ཨ་གཟུགས་མ་ཆོས་གན་རྒྱ་ལ་མ་ཆོས་གན། རང་གཞི་མ་དང་དེ་གཟུགས་ག་འཁྲུལ་ཏེ་ཟེར་ན་ད་དེ་རྫོགས་སུན་ག་སྙམ་སྟེ་དེ་གཟུགས་ཆོས་ཟེར་ན། དེ་གཟུགས་ཕ་མ་ཨ་གཟུགས་སྡུག་པོ་བསྟན་གན། མང་པོ་ཡོད་ཀྱར་བཞུགས་རོགས་ད་ལྟའི་ངས་མཐོང་མི་ཤེས་ད་ཡོད་ཀྱར་བཞུགས་མང་པོ་བཞུགས་བྱས་སོང་འདུག་ག་ལ་ད་ཙམ་ཞིག་གིས་བདེན་པ་ཡིན་ཟེར་ག་ནས་ཟེར་མི་ཤེས་ལ། སྤྱི་ཡི་ན་མ་ན་ད་ལྟའི་ཙོག་སའི་ཏེ་སྐྱོ་བའི་ན་ཚུལ་ང་ད་ལགས་སོ་ན་ཐོག་ཆེ་མ་མང་པོ་ཡོད་ཀྱར་ད་ཡུལ་རེ་རེ་ན་ཐོག་ཆེ་ཡོད་འགྲོ་ས་མ་རག་ཏའི་ཙོག་སའི་སྐྱོ་མའི་ན་ཚུལ་ལྷུན་བདེན་མེད་རང་ད་ལྟའི་འུ་ཐུག་བསམ་ད་ད་མཚར་ལ་ལ། བདེན་པར་སྐྱེ་བ་རྟིང་མ་དང་ལྷ་སྐུ་འབྲས་ད་ལྟའི་ཚོགས་གསུམ་ཁ་ཟླས་ན་ཡོད་ན་ནི་དགེ་སྡིག་བླང་དོར་ཁ་ཟླས་ན་ཡོད་ན་ནི་ཏན་ཏན་ཐུགས་སམ་སལ་ཆེ་ན་ག་ལ་ཏན་ཏན་ཐུགས་སམ་སལ་གཡོའོ་ཆོག་ནི་དགེ་སྡིག་བླང་དོར་ཁས་ལེན་ན་ཡོད་མ་ནི་སྟོན་ན་ཡོད་ནང་པ་ཡིན་ཟེར་ཨའོ་ཆོག་དེ་ནི་རང་ཚེ་འདི་དེ་ནི་དྲིན་ཅན་ཕ་མ་ཕ་མ་ནག་ལྟ་ན་ཡོད་ན་ནི་འོ་ད་དེ་ཡང་དེ་ནི་དཀའ་ངལ་བར་དོ་ཚིགས་སྐྱིད་པོ་མེད་མཁན་སྤྱོད་ཡ་ཡོད་ན་ནི་དེ་ནི་ཀོ་ཁ་ནི་མ་ནི་ཏན་མ་སྟོན་ནའང་དེ་གཟུགས་ཤིག་ཡིན་ནོ་སྟོན་ན་མ་སྟོན་ན་དེ་གཟུགས་ཤིག་ཡིན་ནོ་ཆོས་སྤ་ཅོ་གང་བཅོ་ནའང་དེ་གཟུགས་ཤིག་ཡིན་ནོ། ཅང་མགོ་སྟོན་མ་བགྲོད་པ་ན་སྤྱད་ཟིན་ན། ཆོས་ཟེར་མགོ་ཁོ་ར་མ་གྱུར་ནམ་མཁའི་མཐའ་དང་གཉིས་པའི་སེམས་ཅན་ཐམས་ཅད་གཡོ་ར་མ་ཟེར་མཁན་པོ་མགོ་མ་ཁོ་རང་ཡོང་དུ་ཐུགས་སེམས་དམ་པོ་མཚལ། ཕི་ལོ་བ་ཆོས་སྤ་དུ་མས་དེ་ནས་ནང་ནས་སྤ་ཀོ་ན་ཕ་མ་འོ་ད་འདུག་པོ་དང་ཀན་ཕ་མ་ཀ་ངལ་དང་ཀན་ཕ་མ་དེ་ཙམ་རྒྱལ་ལ་མ་བཅོས་ཀན་དེ་ནས་ཕ་མ་རྒན་དགོན་བྱ་ཅིག་དང་ཕ་མ་སོག་པོ་ཚོ་ཀན་ཕ་མས་སྤེ་ར་གཟུགས་པོ་ཟེར་ར་ཅིག་ལྟ་ཉོན་ལྟེ་བ་ན་ག་གན་ཅོལ་བརྒྱབ་སྟེ་ནག་པར་གན་གོ་ནས་སྤེ་ར་ནག་པ་ཟེར་ཏེ་ལྟེ་བུ་ན་ནག་མེད་ཅོལ་བྱ་དེ་གཟུགས་ཅོལ་ན་དེ་ནས་ཙམ་ཞིག་སྡིག་པ་ཡོད་ཚེ་གན་རང་ར་ཐུག་བསམ་གསར་བྱེད་ནག་ར་མ་རྩ་རང་རང་ཡིན་ན་ད་ཏིང་མ་ཧོ་གན་གོ་ནས་ཚང་མ་འགྱུར་བྱེད་ནོ། འོ་ད་དེ་རྫོགས་ཚེ་ད་དེ་མང་པོ་མི་བཞུ་བ་ལ་དེ་བཞུ་ན་མང་པོ་བྱ་ར་ད་དེ་བཞུད་པ་དེ་རྫོགས་ནོ་ད་འོ་དེ་ཚེ་དེའི་དྲིན་ཅན་ཕ་མ་འོ་དེ་ནི་ང་ད། ས་དང་ནི། དེ་ནས་བྱིན་ཆེན་ཕ་དང་མ་ས་ན་དེ་ནི་ང་དང་ཚད་མེད་ཀྱི་སྡིག་པ་ས་ག་ནོ། སྡིག་པ་མ་བྱིན་དེ་ས་ག་ནོ་ཅི་བས་ཡིན་ནོ་ཞུ་ན། བྱིན་ཆེན་ཕ་མ་གཉིས་ཀྱི་དེ་ནི་ང་དང་ཚེ་འདིའི་མིའི་ཀླུ་སྟེན་ས་ལ་ཛ་དེ་ན་དེ་ལ་ས་ལ་ན་ཅིག་ཅར་དེ་ནི་མིའི་ཀླུ་སྟེན་འདིའི་ག་ནི་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཐུབ་རྗེས་འགྲུབ་ཐུབ་རྗེས་སུ་ནུས་པ་ཅིག་ང་དང་ཡི་ཀླུ་སྟེན་ག་ཡོད་ཀྱང་དེའི་ལུས་རྟེན་ཐར་པ་དང་ཐམས་ཅད་མཁྱེན་པ་བསྒྲུབ་ཐུབ་ཅེས་བྱ་ནི་ཡི་ལུས་རྟེན་བཟང་པོའོ། ཁྱེད་དེ་ན་དེ་ནི་ང་དང། ང་གཟུགས་ཅོ་གར་འབུ་ཚར་ལོངས་ཅོ་གར་མཆུ་གནོད་པ་ལ་ད་ཅི་ཡིན་ནམ་མར་དེ་ཅོ་གར་འབུ་ཕ་མ་གཉིས་ཀ་སོང་པ་ས་ན་དེའི་ཕ་མ་གཉིས་ཀའོ་ས་བདག་ཚོགས་བསྟོད་ཚུགས་ས་ན་ནི་དེ་ནི་ང་ད་ཚ་མེད་ཀྱི་ལས་ས་ག་ནོག་ད་ཕ་ས་ན་ཚ་མེད་ཀྱི་ལས་ནག་མ་ས་ན་ཚ་མེད་ཀྱི་ལས་ནག་འོ་ད་དེ་གཟུགས་ཤེས་བྱ་སའི་རྒྱུ་མཚན་དེ་ལ་བརྟེན་ནས་འོ་དེ་ཡོད་ནོག་ཕ་ས་ད་མ་ས་ད་དེ་ན་ཚོགས་ས་དགྲ་བཅོམ་པ་ས་ད་ཞུ་ནོག་དགྲ་བཅོམ་པའི་མགོ་འཕང་ཐོབ་ག་ཨོ་ད་ང་དང་ཨོ་ད་དགྲ་བཅོམ་པའི་སྒོ་འཕང་དེ་ཚོ་ཐོབ་བདེ་ཡོད་དཀའ་ནི། ཨོ་ད་ལྟེ་ཚོགས་སུ་ལྷན་སྐྱེས་སྤྱན་བཅུ་གསུམ་པ་ད་ལྟེ་ཚོགས་བུམ་སར་གནའ་ནི། དེ་ནས་ཡང་མཚམས་མེད་ཀྱི་ལས་ནག་སྐྱེས་ཟིན་ན་ལྟེ་བོ་ནས་བརྟེན་ཁྱད་པར་ཅན་ཉིད་ནི་ཁོང་རང་བུམ་པ་གང་ཟག་ཁྱད་པར་ཅན་བར་ཁྱད་པར་དུ་འཕགས་པའི་ལྟེ་གཟུགས་གསུམ་པ་ལྟེ་ཚོགས་བུམ་སར་གནའ། དེ་ནས་ང་དང་མཚམས་མེད་ཀྱི་ལས་ས་ལ་རྒྱག་ཡ་ལས། ད་ང་ད་དང་དེ་ལས་ཕ་ད་མི་ས་ད་ལ་མ་ད་མི་སར་དགྲ་བཅོམ་མ་ད་མི་སར་སྐྱེས་ཟིན་ན་ཀོ། མགོར་མེ་ནི་འཁྲིགས་མེད་བཞག་སྟེ་ང་དང་མཇལ་ལ་བྱ་བྱེད་ནག། ཨོ་ད་ང་དང་བརྩོན་གང་བྱ་བྱེད་ནག།

དར་ཞིག་གོས་བཏགས་ཟེར་ན་ཕ་སར་པ་མ་སར་པ་དགྲ་བཅོམ་པ་སར་པ། དགེ་འདུན་གྱི་དབྱེན་བཅས་པ། དེ་བཞིན་གཤེགས་པ་ལ་མངའ་སེམས་ཀྱི་ཁྲག་སྦྱིན་པ་ཞུས་སོ། ད་དེ་འུར་མངའ་ད་ཡོངས་ཧྲིག་ཅེ་ནོག་ལ་དགེ་འདུན་གྱི་དབྱེན་བཅས་པ་ཞུ་ཅིག་དང། ད་དེ་ཏན་ཏན་ཡོངས་ཧྲིག་ཅེ་ནག་དགེ་འདུན་ཞུ་ཅིག་དང་མ་ནི་གྲྭ་པ་འབུམ་ཕྲག་ཁྲི་ཕྲག་ཡོང་དགོས་ས་མ་ནོག་གྲྭ་པ་སྟོང་ཕྲག་བའང་ཡོང་དགོས་ས་མ་ནོག་གྲྭ་པ་བརྒྱ་གཉིས་བརྒྱའང་ཡོང་དགོས་ས་མ་ནོག་དགེ་སློང་བཞི་ཡོད་ན་དེ་བོ་དགེ་འདུན་གཅིག་དང་དགེ་འདུན། ད་ང་ད་གཟེབ་ཚོ་ཀྲ་བ་རེ་རེ་དགེ་འདུན་ཟེར་བ་དེ་ད་ཁོ་ཀྲ་བ་ཡིད་དུ་ང་ད་གཟུགས་ཤིང་ནོ་མ་ནོ་དགེ་འདུན་ཁ་སི་ཁོ་རང་དགེ་འདུན་ཟེར་ན་དགེ་སློང་བཞི་ཚོགས་ཟེར་ན་དེ་བ་དགེ་འདུན་གཅིག་ནོ་དགེ་འདུན་ཚོགས་ཟེར་ན་དགེ་སློང་བཞི་ཡོད་ན་དགེ་འདུན་ཚོགས་ཟེར་ནག་འོ་ད་དགེ་འདུན་དགེ་སློང་བཞི་ཡོད་ཀ་གཉིས་ཨའོ་ཆོས་དགེ་སློང་བཞི་ཡོད་ཨའོ་ཆོས་དགེ་སློང་བཞི་ཡོད་ན་དགེ་སློང་རྒྱལ་འདོད་ན་དེ་དགེ་སློང་རྒྱལ་པོ་དུམ་བུ་གཉིས་བཟའ་དང་སེ་གོ་གཉིས་ཀའི་བར་ལ་དེ་ནི་ང་དང་ཨའོ་ཡོ་བ་ཕྲུག་བཅུག་སེ་སྤེ་ར་ཨའོ་ཡོ་བ་ཁྱེར་ཏེ་དེ་དགེ་འདུན་བཞི་དགེ་སློང་བཞི་ཞིག་རྒྱལ་དུམ་བུ་གཉིས་བཟའ་དང་དེ་ཁོང་མི་འཆམ་པ་བྱོས་སེ་དེ་འོན་པ་འཆམ་པོ་མེད་ཀྱང་བྱོས་སེ་དེ་གཟུགས་བྱོས་ན་དགེ་འདུན་གྱིས་ཨེན་བྱེད་པ་བྱོས་སེ་ནོ། དེ་ནས་ཨོ་ད་སྡིག་པ་ཆེན་མོ་ཟ་བ་ནོ། དེ་འོ་ཡོང་སྲིད་ཅེས་ནོག་ཅེས་ཙོག་ཟེར་ན་དགའ་བོ་དང་དེ་རིང་ང་ད་ཧ་མ་གོ་ག་ནི་དེ་ཚུགས་མང་པོ་ཞིག་གིས་ད་དེ་ཙོག་ཚུགས་ན་ཏན་ཏན་སྡིག་པའི་ན་ཁུངས་སུ་ཆགས་སྲིད་ཅེས་ནག་དགའ་བོ་ཁྱེད་དེ་ན་ང་ད་ལགས་སུ་ནི་ང་ཧ་མ་གོ་ག་ནི་དེ་ཚུགས་རིགས་གཅིག་གིས་དེ་ནི་ཆོས་བརྒྱུད་དེ་སྤེ་ར་དང་ཟེར་ད་ཆོས་ལུགས་ཟེར་ན་ད་ང་ད་ནང་པ་དང་དེ་ན་ང་ད་མུ་སུལ་མཱན་དང་དེ་ཚོགས་ཟེར་ན་ཆོས་བརྒྱུད་ཟེར་ན་ང་ད་ཆོས་བརྒྱུད་ཆེན་པོ་བཞུ་ཡོང་ཀྲུང་བོན་དང་བཅས་པ་ཟེར་ད་ང་དེ་ཚུགས་སེ་ནོ་ཨ་ཆོས་བརྒྱུད་ཆེན་པོ་བཞི་དེ་ན་ང་ད་ཟ་གི་སྙིང། བཀའ་རྒྱུན། ས་དགེ་བཀའ་རྙིང་མཛད་དེ་ང་དག་བཞི་ཡོད་དེ་ན་དེ་བཞི་པ་ལ་ང་སེར་པོ་ཡིན་ང་ཨ་གཟུགས་པོ་དཀར་རྒྱུ་འདི་ང་ས་སྐྱ་ཡིན་ང་སྙིགས་མ་ཡིན་ཟེར་ང་དཀར་རྒྱུ་འདི་ན་ང་འབྲི་གུང་ཡིན་ང་འབྲུག་པ་ཡིན་ཟེར་ཐོག་རྟགས་དེ་ཚོ་ང་ཨི་གཟུགས་ཨི་གཟུགས་ཡིན་ཟེར་ཏེ་དེ་རྫོགས་སོན་ཟེར་ཏེ་དགེ་འདུན་ནས་ན་ཐུག་ཚུལ་ཁྲིམས་གཙང་མས་བཀའ་འགྱོད་བྱས་སམ། དེ་ནས་ད་ཁྱིམ་པ་མི་ནག་པའི་ནང་ཡིན་ན་དེ་རྫོགས་ཚེ་སྤེལ་ར་དང་ཟེར་བ་དགེ་འདུན་ནས་ན་ཨེ་བ་པས་སི་ཏི་གཟུགས་བྱོན་ན་ནི། དག་དགེ་འདུན་ཨ་བོ་མཆོག་ག་ནི་ཅང་ཕ་ལགས་བྱ་བྱེད་མེད་ཀྱ་ཡ་སྡིག་པ་ནི་ར་འཇིང་པའི་ཀ་ཅབ་འདྲ་འདྲ་པ་བ་ནོག་ཡ་ཐོ་རེ་ཏིང་ན་ང་དང་ཤི་ཟེ་ཏིང་ན་ཆ་ཅི་དང་དབྱིའུ་ནས་ཡོང་ཨེ་སེར་པོ་པའི་ལམ་ནག་ཟེ་ཏིང་དགེ་ལུགས་པའི་ལམ་ནག་དབྱིའུ་ནས་ཡོང་ཨེ་ཏིན་ང་དང་དཀར་རྒྱུད་པའི་ནག་དབྱིའུ་ནས་ས་སྐྱ་པའི་ནོག་ཨེ་ཨི་ནས་སྙིགས་མ་པའི་ནག་ཟེ་ཏེ་སྦེལ་ཀུ་ལེ་པ་ཚེ་ཡོད་མེད་ཀྱ་ཏི་ཟུག་ཟེར་བྱེད་ཅིག་ལམ་གཅིག་གི་དགག་བྱ་བྱས་ན་འོ་དེ་ལམ་དྲང་པོའི་དགག་བྱ་བྱས། དེ་ནས་ལམ་བརྒྱ་ལས་ག་ལེབ་མ་ལེབ་རང་ལགས་པ་ན་དེ་བརྒྱ་ལ་ལེབ་བྱེད་སྲིད་པས་དེ་རྫོགས་སའི་ཆུ་རྒྱུན་ལས་ཨེ་ཝྃ་བས་སྲིད་མི་འདྲ་མི་འདྲ་བཅོས་ན་ནི་འོ་ད་རང་སྡིག་པ་བསགས་ན་སུ་གཅིག་གིས་ཁྱེད་རང་མ་ལོག་དེ་སྡིག་པ་དོར་རེ་འོ། འོ་རང་བསགས་ཀ་ནི་སྡིག་པའོ། རང་འཁུར་དགོས་ས་ནོ་སངས་རྒྱས་བཅོམ་ལྡན་འདས་ཡིན་ནའང་དེ་ནི་ང་དང་བདག་གཉའ་ན་མ་ལོག་འོ་ད་གཟུགས་བརྗོད་བྱེད་སྨྲས་སྐྱག་འོ་ད་ང་དང། དོ་རེ་ཡ་གཟུགས་སྤྲོ་ན་ནི་རང་རང་བཀོད་བྱས་ན་དཀའ་འོ་ང་དག་ཡུལ་སོ་ན་ཐུབ་རྣམ་སྡིག་པ་ཆུ་ཡིས་མི་བཀྲུ་ཞིང་འགྲོ་ཡའི་སྡུག་བསྔལ་ཆགས་ཀྱི་མེད་ཉིད་ཀྱིས་རྟོགས་པ་གཞན་ལ་འབུལ་མི་འདོད་ཆུ་ངན་ལྡན་པ་དང་འགྲོ་བར་འགྱུར་གསུངས་ཏེ་སངས་རྒྱས་བཅོམ་ལྡན་འདས། ཧཱ་ངས་ཁྱེད་རང་འོ་ནས་སྡིག་པའོ་ངས་ལག་པས་ཕིས་སྟངས་ཅན་ཞིག་དང་ཆུའི་ཁྲུས་སྟངས་ཅན་ཞིག་དང་རྫི་གཟུགས་ཤིག་མེད་ཀྱི་ཨག་ཟེར། ཁྱོད་རང་འོ་ནས་ངའི་སྟན་ཀ་ནས་ཆུ་ཉིད་ཟབ་མོ་སྟོང་པ་ཉིད་ཀྱི་གདོན་ལ་སོགས་པ་དེ་དག་གོ་རང་ཤི་སྙམ་ལེན་བཅོལ་ན་དེ་ནས་ཁྱོད་རང་འོ་ན་བདེན་པའི་དོན་མཐོང་ཟེར་དེ་ནི་ང་དང་ལམ་བཟང་པོ་དང་དེ་གཟུགས་མཐོང་དེ་གཟུགས་འཆར་ནོ་གསུངས་ཏེ་ཀྱང། དེས་ན་སོ་སོ་ལ་ཆོས་སྐྱོང་ཧྲུག་མང་བོ་ནི་ང་དག་དེ་སྡིག་པ་ཟ་མ་ཐག་ཅི་ཞིག་ཀྱང་མི་སྐྱག་རང་ཨ་ཅོག་ནི་སྡིག་པའོ་རང་ཨ་ཉུང་བ་ཟེར་ནོ་རང་ཨ་དག་པ་ཅོག་ཟེར་ནོ་རང་ཨ་ཤ་སྦ་ཅོག་ཟེར་ནོ་ཧ་ལ་དེས་སོང་པ་ཟེར་ན་ཨོ་དེ་ནོ། དེ་ནས་ཨོ་དེ་རང་རང་ཆུ་ང་ཆུ་རྒྱུད་ཨི་ཡིན་ང་ཨ་ཡིན་ཟེར་ཏེ་དེས་ཟེར་གན་མང་ཆ་ག་གཟུགས་ཤིག་ཡོང་འདུག་ཟེར་ན་ཆོས་སྨྲ་ནས་མ་བཤད་གན་ཙོག་དེ་གཟུགས་ཨ་གཟུགས་ཉོ་མི་ནུས་ག་ལ་ཆོས་གསར་པས་བཤད་གན་ཙོག། རྩ་བའི་ཧ་གོ་ལ་མ་གོ་ལ་ཁྱོད་ཚོས་དོན་རྟགས་བདེན་པ་འོག་ཁོག་དགོས་ཚུལ་ཧ་གོ་མ་གནོག་མི་རང་པར་ལ་དེ་ཡང་ཁ་ཅིག་གི་མདུན་ལ་ཕོ་སོ་ཅན་གྱི་དང་གོ་ཆོད་ཞལ་ཁང་རྫོགས་ཆོད་ཁང་འབྱོར་ཨོ་དེ་རིགས་ཚོགས་ནི་མང་པོ་ཡོང་འདུག་ཆུ་ལུག་གི་ཨ་གཟུགས་གཞན་བཅོ་ཟེ་ཆུ་ལུག་གི་སྤེ་ར་དང་ཟེར་ང་ཡི་ཆུ་ལུག་ང་ཡི་ང་ཅག་ཡི་ལུག་ཨ་གཟུགས་གི་ཟེར་ཏེ་ཨོ་དེ་ཚོགས་དེ་འོང་ཐུགས་བསམ་དམ་དམ་གསལ། རང་དེ་ཚོགས་སའི་དེ་ནས་ཨ་གཟུགས་ལམ་མན་ས་ཆ་ནང་དེ་ནས་གཞན་མ་འོན་ལམ་མ་འཛག་མ་ཁྲིད་བདག་ལ་རངས་དེ་ནས་སྡིག་པ་བསགས་བ་མ་འཛག་གཞན་ལའང་སྡིག་པ་བསགས་དོན་དུ་ཏནྟ་འཛག། ཏནྟ་འཛག་རྡོ་རྗེ་མ་ཁག་ཅན་དང་ཆུ་རྒྱུས་ཆེན་པོ་བཞི་དང་གཡུང་དྲུང་དཔོན་ཟེར་ཏེ་ཡོད་སྐྱ་ཟེར་ན་ཡོད་སྐྱ་ཆུ་རྒྱུས་ཆེན་པོ་བཞི་ཟེར་ཏེ་ཡོད་ནོ་ཟེར་ན་ཡོད་ནོ་དེ་ཀོ་འགྲོ་སྟངས་ཅི་ཀ་ནི་ཡོད་སྐྱ་མ་གཏོགས་དེ་མི་སྐྱ་དེ་ནས་ཅང་གང་ས་ལམ་ནས་རྟོགས་པའང་རྒྱུད་ལ་མ་ལྡན་ཀ་ནི་ཆོས་སའང་དེ་འམ་ཅི་ཧ་མ་གོ་ཀ་ནི་ཙེ་བིག་ཅིག་བཤད་ཅིག་ད་གཉེན་པོ་པད། ནག་པོ་ཞེས་ལ་འཇོག་ཟིན་ན་ད་བན་ཆེ་ཆེ་མར་ག་གཅིག་མང་སེང་ཨ་གཟུགས་ཡོང་དོ་ཡ་ང་ད་ལགས་ཟེར་ན་དེ་གཟུགས་ཐོངས་ཆེན་རེད་ཟུག་རེ་བ་གཉིས་པ་ཡོང་ཨང་ཡོང་བྱེད་འདུག་ང་ཟེར་ཀ་ནང་འབྱུང་ཨ་ལགས་ང་ཇག་སྤེ་ར་ད་ཅི་དང་འོ་ཟེར་ཛ་བིག་བིག་བྱས་ཅི་དང་བན་ཆེ་ཧ་ལམ་མ་བཟོ་ན་ཨ་གཟུགས་དགེ་འདུན་གྲྭ་པ་འོ་ནི་སང་དྲག་ས་འཇིག་ས་ཡིན་ས་མ་ཚོགས་རེད་སང་བ་ཉོ་ཡ་ཅི་འདུག་ཟེར་ཏེ་དེ་གཟུགས་ཡོང་ཡོང་འདུག་ཟེར་ཏེ། སྟེས་དབང་ཐུགས་བསམ་དང་གཏམ་ཚ་གོ་སོགས་ཅོག་ཙེ་ཐོག་ནས་ཡིན་ནང་དགེ་འདུན་གྲྭ་བ་ཟེར་ཀར་འབུ་སྐྱིད་ནག་ཟེར་ན་ཚུལ་ཁྲིམས་རྣམ་པར་དག་པ་རྒྱུད་བླ་དགྲ་འདོད་རྒྱག་སོ་སོར་དག་པའི་ཡུལ། སྡོམ་པ་ཟེར་ཀར་འབུ་རྒྱུད་བླ་དགྲ་འདོད་རྒྱག། ཨོ། ཚུལ་ཁྲིམས་རྣམ་པར་དག་པ་ཟེར་ཀར་དང་ཚུལ་སོར་དག་པའི་སྡོམ་པ་རྒྱུད་བླ་དགྲ་འདྲེ་བོ་ལ་ཟ་མོ་གཅིག་མ་ནོར་ཨ་ལ་ང་དང་ཚང་མ་བསྟན་པའི་གཞི་བསྟན་པའི་གཞི་མ་དགེ་འདུན་གྱི་སྡེ་ཚུལ་ཁྲིམས་དེའང་ང་དང་ཁྱོད་བསྡུ་བ་ཟེར་ཀན་པོ་ནོག་དེའོ་རྒྱུད་ལ་ལྡན་གང་ཅིག་ནོག་ནི་ནུན་ཟེར་ཀན་པོ་དེ་དང་འདྲ་འདྲ་དང་དེ་དང་གཟུགས་ཤིག་ཅང་སྤྱོད་ཉན་ཅི་བཟང་མེད་ཀྱང་དེ་དང་འདྲ་འདྲ་སྤྱོད་བསམ་ན་སྒོ་མང་ལ་ཚུལ་ཁྲིམས་རྣམ་པར་དག་པ་རྒྱུད་ལ་ལྡན་དགོས་བསམ་ན་དགེ་སློང་གི་ཚུལ་སྣང་ཅན་གཟུགས་སྤྱོད་དེ་ཏིག་ན་དེ་ནི་དགེ་སློང་གི་ཚུལ་ལོ་ཟླ་འདྲ་འདྲ་ཡིན་བསམ་ན་དེ་ནི་འཇིག་རྟེན་ན་གཞན་འདྲ་འདྲ་ཆ་བྱད་མ་ནི་བ་ཚེ་མི་རྒྱག་ཙམ་ཅིག་ཆ་ཅན་ཡིན་བསམ་ན་འོ་དེ་ཐུགས་བསམ་དང་ལྟ་ལན་བསལ་དེ་རྫོགས་སོང་བསམ་སྟེ་དེ་ནི་ང་རྒྱལ་བྱོས་ཟེར་དེ་ནས་གཟུགས་སྤྱོད་ན་ཁྱོད་ཁྱོད་གཟུགས་མ་སོང་བ་ཁྱོད་དེ་ནི་ང་དང་བསྡུ་བ་སོང་ཟེར་ཀན་པོ་ཆ་ནོག་འོ་ད་ཅི་ན་མ་ན་ད་དག་སང་ངེ་བཞུགས་ཆད་པོ་དགེ་འདུན་གྱི་ཨེན་བཅས་པ་ཟེར་མཁན་ཚོ་ཁ་ཆུ་རྒྱུས་དེ་པར་ལ་ཨ་ཨོ་ཡོ་ཨ་ཨི་ཡིན་ཨ་ཡིན་ཟེར་ཏེ་པར་ཆུ་བླུགས་ཀྱི་ཨེ་བ་པེ་སི་མི་འདའ་ཨ་ཅོ་ན་བ་དུ་དགེ་འདུན་ནས་ཨེན་བཅས་པས་ན་ཆ་རྒྱག་དགེ་འདུན་ནས་ཨེན་བཅས་པས་ན་ཆ་ནོག་དེ་ཆ་ན་ཅི་ཡོད་ན་འོ་ཅོ་ན་ཚ་མེད་ཀྱི་སྡིག་པ་ཟ་ག་ནོག་ཚ་མེད་ཀྱི་སྡིག་པ་ཟེར་མཁན་པོ་ངའི་ཧྲོབ་ཧྲོབ་ཞིག་ཉིད་ཡ་བཞུད་པན་བསམ་ཞིག་སྡིག་པ་ལྕི་འདྲེ་ཡིན་ཟེར་མཁན་པོ་ད་རུང་ཉིད་བཞི་ཐུགས་བསམ་ཚར་ཉེ་ཆར་མཱ་སི་པེ་ར་ཀྲི་ཡ་ལ་འོ་དེ་ནོ། དགེ་འདུན་གྱིས་དབྱེན་བྱེད་པ་དེ་ནི། དེ་བཞིན་གཤེགས་པ་གཤེགས་པ་ལ་ང་སེམས་ཀྱིས་ཁྲག་སྦྱིན་པ་ཞུས་ཚེ། འོ་ད་དེ་ཡང་དམག་དཔོན་ཡོངས་ཤིག་ཅེ་ན་ང་དང་དེ་བཞིན་གཤེགས་པའི་སྐུའོ་ད་དེ་ཙོག་པོ། དམག་དཔོན། དེ་བཞིན་གཤེགས་པའི་སྐུ། དེ་ན་ང་དང་སངས་རྒྱས་སུའི་སྐུ། སྐུ་དང་དེ་གཟུགས་ཡོད་ན་དེ་འོངས་ན་དེ་ནི་སངས་རྒྱས་སེ་དེ་ནི་ཨ་གཟུགས་སྐུ་སངས་རྒྱས་སུའི་སྐུ་ཧྲོག་ཅག་དེ་མཚམས་དེ་དེ་གཟུགས་མཚམས་དེ་དེ་ཡ་དེ་ན་ང་དང་བེར་ག་དང་ཙོག་དྲི་དང་ཙོག། ཏཱ་རི་དང་སོགས་དཔའ་གཏད་རྫོགས་སའི་གཟུགས་བཅོ་ན་ནི་དེ་ནི་ང་དང་ཡང་སྡིག་པ་ཆེན་མོ་ཡོད་དེ་ན་ག་ལ་སྟེའུ་གཙང་མ་མཚམས་མེད་ཀྱི་སྡིག་པའི་ན་ཆ་ནོག་སྟེའུ་ན་ཐུགས་བསམ་དང་དམ་མཚར་སྒོ་ཕྱེད་པོ་ཁག་ཅར་ན་ག་ལ་ད་མཚམས་མེད་པ་ངག་གཅིག་ཏུ་མདོར་བསྡུ་ཞིག་བཅོ་ཞེས་ཞུ་བཞིན་སྡིག་དང་སྟེའུ་ནི་ན་མ་རྒྱས་པ་ཡོད་དེ་ན་བཞུགས་ན་མང་པོས་ཆ་གཅིག་འདུག་པ་ཡིན་ན་བཞུགས་གོ་ཞེས་རྫོགས་ཆེན་མཐོང་འདུག་གམ་ཅི་རྫོགས་ཟེར་ན་དེ་ནི་ང་དང་གཏད་རྫོགས་སའི་གཟུགས་མང་པོ་ཞིག་ཧ་མ་གོ་མང་པོས་བཅོ་གཅིག་འདུག་མཚམས་མཚམས་རྫོགས་ཤིག་འདུག་ག་ལ་སྟེ་ཧ་གོ་མ་གོ་རྫོགས་ཤིག་ཙི་ཙུར་བཅོ་ས་ཁ་ཅིག་ནས་ཧ་གོ་ས་ཡང་བཅོ་གང་ཙུག་ཧ་ག་དེ་མང་པོ་ཞིག་ཧ་མ་གོ་ང་གཟུགས་བཅོ་གཅིག་འདུག་དོན་ལྔ་དང་གཅིག་ཚོགས་བསགས་ན་མི་ཡོད་ན་ཧ་གོ་གོ་ཞེས་སོགས་མ་ཁག་ཅན་འདུག་པ་ལ་བརྟེན་ནོ། དེ་ནི་མཚམས་མེད་མཚམས་མ་གཅིག་པ་ངེས་ལ་བརྒྱུད་པ་དང་དེ་དང་ཉེ་བ་འང་བརྒྱུད་པ་བརྒྱུད་དོ། ད་མཚམས་མེད་པ་དེ་དང་ཉེ་བ་འང་ཟེར་ན་ཉེ་བ་ཟེར་ན་ཐག་ཉེ་མོ་ཟུར་བསྟན་ནོ། ཡིན་ནའང་མཚམས་མེད་པ་མཚམས་མེད་ལྔ་མར་ན་ཡང་མཚམས་མེད་ལྔའི་འདུས་པ་དང་ཉེ་མོ་ཡོད་དཀའ་ན་དོན་རྟག་པ་མཚམས་མེད་ལྔའི་འདུས་པ་དང་རྩོགས་ཡོད་དཀའ་ཡིན་ན་མཚམས་མེད་ལྔ་ཁོ་རང་མ་ནོར་ག་ལ་ཕ་བསགས་པ་མ་བསགས་པ་དགྲ་བཅོམ་པ་བསགས་པ་དེ་ལྔ་དང་དགེ་འདུན་གྱི་དབྱེན་བཅས་པ་དེ་སྦྱིན་བྱེད་པ་ལ་ང་སེང་གི་གྲགས་ཆེན་པ་མར་ན་ཡང་དེ་དང་ཉེ་མོ་ཡོད་དཀན། དེ་དང་ཉེ། ཉེ་བ་ཡིན་ནོ་ག་ལ་ཉེ་མོ། འོ་ད་དེ། འོ་དེ། དེ་དང་ཉེ་བ་ནོ། དེ་དང་ཉེ་བ་ཡོད་ཅིག་དང་ཉེ་པོ་དེ་འོ། ལྔ་ཡོད་ཀྱ་དེ་ལྔ་བ་ཅི་ཟིན་ནོ་དེ་དང་ཉེ་བ་ལྔ་ཧ་ཞུ་ལོ། ད་དེ། དེ་དང་ཉེ་བ་ལྔ་འོ་ཁྱེད་དེ་ན་ང་ད། བདག་ས། ཨ། ཅི་ཟེར་བྱ། དེ་འོ་ནོ་པོ་ང་ད་དེ་དང་ཉེ་བ་ལྔ་ཡོད་ཅིག་དང་ཉེ་པོ་བདག་ས་ང་ད། རྒྱུ་འདུལ་རྡ་ས་མ་ཟད་པ་ཞུ་བན་པོ་ཆེ་དེ་ན་དེ་ནི་རྡ་ས་ང་ད་མ་ཟད་པ་དང་དེ་ནི་ང་ད་ཅི་རྫོགས་ཡོད་ནོ་ཞུ་ན་དེ་ནི་ང་ད་ཅི་ཟེར་ཆེ་ན་ཨ་ཟུག་གོ་ཅི་ཟེར་ཆེ་ན་མ་ཟད་པ་དང་དེ་ནི་དགེ་སློང་མ། དེ་ནི་འདོད་ལོག་གི་སུན་འབྱིན་པ་བཞུགས་སོ་ཡང་ནོ། དགེ་སློང་མ་འདོད་ལོག་གི་སུན་འབྱིན་པ་དང་མ་ཟད་པ་བཞུགས་སོ་ཡང་ནོ། དེ་ན་སྲོག་ཟད་ཕ་ཟད་པ་དང་བྱང་ཆུབ་སེམས་དཔའ་སར་གནས་ཀྱི་བྱང་ཆུབ་སེམས་དཔའ་ཡང་ན་བྱང་སེམས་ཉེར་གནས་བཞུགས་སོ་ཡང་ནོ། ད་དེ་ཡང་ཁྱད་ཆོས་ཚང་གོ་ཞེས་མང་པོས་གསུངས་བྱང་སེམས་ཉེར་གནས་སར་ན་ཕ་ཟད་པ་དང་ཚོགས་ཡིན། དེ་ན་སྲོག་ཟད་དེ་ནི་ང་དང། དགེ་སློང་མ་དེ་ནི་བདག་ཟ་དགེ་སློང་མ་དེ་ནི་དགེ་སློང་མ་དེ་ནི་བདག་དགེ་སློང་མ་དང་གི་ཚུགས་པ་ཚུགས་ཡིན་ན་དེའི་ཚོགས་སུ་འདོད་ལོག་གི་སུན་འབྱིན་པ་ཡིན་ན་ཕ་ཟད་པ་ཡིན་ཞུ་ནོ། དགྲ་བཅོམ་པ་ཟད་པ་དང་དག་པ་ཟད་པ་དང་རྫོགས་དེ་དང་ཉིན་མོ་ཡིན་རྒྱུར་དགྲ་བཅོམ་པ་ཟད་པ་དང་རྒྱུན་འཇུག་གི་འདྲ་གཟུགས་ཐོབ་པ་ནི་ཨོ་ད་ཨོ་ད་ང་དང་འཕགས་པའི་གང་ཟག་ཡིན་ན་རྒྱུན་འཇུག་གི་འདྲ་གཟུགས་ཐོབ་པ་ནི་དེ་རྫོགས་སའི་ང་དང་ཨ་གཟུགས་ཀུན་ས་དག་ཡོད་ན་དེ་ནི་ང་དང་དགྲ་བཅོམ་པ་ཟད་པ་དང་དེ་ནི་ཉིན་མོ་ཡིན་ཚུལ་མདོར་ན་མཚམས་མེད་ཀྱི་སྡིག་པ་ཡིན་ནོ་ག་ལ་དེ་ན་སོགས་ལ་ང་དང། དགེ་འདུན་གྱི་ཨེན་བཅས་པ་གཞུ་དགོན་པོ་བརྒྱུད་དེ་ན་དེ་ནས་ང་དང་བདག་ས་དགེ་འདུན་གྱི་འདུ་སྒོ་འཕྲོག་པ་བཞོན་ནོ་སྟེ་འོ་དགེ་འདུན་གྱི་ཨེན་བཅས་པ་དང་ཉེ་བ་ཡིན་བཞོན་ནོ་མ་ཟད་པ་བདག་ས་ང་དང་དགེ་སློང་མ་འདུ་ལོག་གི་སུན་འབྱིན་པ་བྱང་སེམས་ཉེ་གནས་ཟད་པ་དེ་ན་སོ་ས་རྒྱུན་ཞུགས་ཀྱི་སྒྲ་ཚུལ་དུ་བོན་ཟད་པ་དེ་ན་སོ་ས་ང་དང་ཅི་བྱུས་བྱས་ན་དེ་ན་སོ་ས་དགེ་འདུན་གྱི་འདུ་སྒོ་འཕྲོག་པ་དེ་ན་སོ་ས་ང་དང།

དགེ་སློང་མ་དགེ་སློང་མ་ཡོངས་འདུ་བ་ལྔ་དང་ཆོས་མཛད་མ་སོགས་དེ་ཙོག་གོ། དེ་ཙོག་སུ་འདོད་ཀློག་གིས་སུན་འབྱིན་པ་བཞུད་ན་དེ་ཙོག་སུ་ན་ལུས་བདེལ་བྱོས་སེ་དེ་ཙོག་སེ་དགེ་སློང་མ་ཙོག་འོ་ད་དེ་ཙོག་སུན་དེ་ན་ང་དང་ཆོས་མཛད་ཀློག་བྱོས་བ་ཙོག་ཡ་ན་ཇོ་མོ་ཀློག་བྱོས་འོ་ད་དེ་གཟུགས་བྱོས་ན་ནི་མ་སད་པ་དང་སྡིག་པ་འདྲ་འདྲ་འོ་ད་ཚད་མེད་ཀྱི་སྡིག་པ་འཆར་འོ་དེའོ། ཤོད་ད་ལྟ་ཙམ་གྱི་གཞན་དྲེག་བདེ་མཐུག་ཙམ་ཏན་ཏན་ས་རོ་ཤེས་ནག་ད་དོན་འོ་ད་དགེ་སློང་མ་ཆོས་མཛད་ལ་སོགས་པ་ད་ལྟའི་རྫོགས་དགེ་སློང་མ་འོན་དེ་ནི་ང་དང་མདོ་ལོག་གི་གཞུད་ན་ང་དང་ལྟའི་རྫོགས་འོ་ན་ལུས་སྦྲེལ་བོར་དེ་ལྟའི་རྫོགས་སུན་དེ་ནི་འདོམ་པ་སྟོང་བཅུག་དེ་དགེ་སློང་མ་ཨ་གཟུགས་བྱ་བཅུག་ན་འོ་ད་ལྟའི་འོ་ཁྱེད་དེ་ན་མ་ཟད་པས་འདི་མ་ཟད་པ་དང་ཐག་ཉེ་མོ་ཡིན་ཞུ་ན། ད་ལྟའི་རྫོགས་སུན་ན་དེ་རྫོགས་སའི་བསམ་བློ་བཏང་ན་དགེ་སློང་དགེ་སློང་ཡང་མདོ་ལོག་གི་སུན་བཅུག་ན་ད་སྡིག་པ་མ་ཆེན་མོ་བསྐྱལ་བས་དགེ་སློང་དགེ་ཚུལ་བླུན་དེ་ཚོ་ཀུན་ང་དང་ལུས་རྩལ་འཇོ་དེ་གྲྭ་པ་གདོན་བདག་པོ་ཁ་གྲངས་དེར་ང་དང་སྤེ་ར་བྱོན་ན་འབངས་ལོག་བཅུག་ན། དགེ་སློང་དགེ་ཚུལ་ཚོགས་དེ་གཟུགས་ས་མ་འབངས་ལོག་བཅུག་ན། འོ་ད་དེ་ནས་མ་སྡིག་པ་མ་ཆེན་མོ་ཡོད་དེ་ན་མ་ཆེན་མོ་བསྐྱལ་བདག་ས་གཞུས་ཟེར་དུ་དགེ་སློང་མ་མདོ་ལོག་གིས་སུན་འབྱིན་པ་ཞུས་དུ་དགེ་སློང་མ་མདོ་ལོག་གིས་སུན་འབྱིན་པ་ཡིན་ན་ཨ་མ་སཱ་ཏཀ་འདྲ་དགྲ་འདི་སྡིག་པ་ཕོག་སྟེ་བསྐོ། སྐྱེ་བ་སྡིག་མ་སྟེ་ན་བསྐོ་བ་གཟུགས། དམྱལ་བ་མཚམས་མེད་ཀྱི་ལས་བསགས་ཏེ་སྐྱེ་བ་སྡིག་མ་ཁ་གྲགས་དམྱལ་བ་ཞེས་བྱ་སྟེ་ན་དགེ་སློང་མ་འདོད་ལོག་གི་ཚུལ་ཅན་དེ་ན་བཙོག་ས་དགེ་སློང་ཕ་ཡང་བཙོག་སོང་ད། དགེ་སློང་ཕ། འོ་ད་དགེ་སློང་གི་ཚུལ་དེས་བཙོག་སུན་འབར་ལོག་བཅུག་ན་ད་ཁ་གྲགས་ཞུས་ན་ང་ད། འོ་ད་འབར་ལོག་བཅུག་ན།

བྱང་སེམས་ཉེར་ལེན་བཞུགས་ཀྱང་ཚར་གནས་ཀྱི་བྱང་ཆུབ་སེམས་དཔའ་ལ་སོགས་པ་དེ་གཟུགས་སར་སྣང་ནས་དེ་ན་ང་དང། ཕ་ས་ཏོ་དང་འདྲ་འདྲ་ནོ་ག་ལ་དེའོ་ང་དང་དེ་ས་བྱེ་མ་ལོག་ད་དེའོ། ཡིན་ནའང་དགེ་སློང་མ་མདོ་ཀློག་གིས་སུན་འབྱིན་པ་ཚེ་སྐམ་པོ་ང་དང་ཡོངས་ཧྲིག་ཅེས་ལག་ཐག་སེ་དེའོ་ཡོངས་ཧྲིག་ཅེས་ལག་མི་ཧྲིག་པ་མེད་དེ་ན་ག་ལ། དེ་ན་གཟུགས་སར་འོ་ད་བྱང་ཆུབ་སེམས་དཔའ་ཉེར་ལེན་སར་བྱེ་ད་ང་དང་ཡོངས་བྱེ་མ་ལག་མི་སར་བྱེ་མེད་པ་ས་ན་དེ་ཙམ་བཀག་སོགས་དོགས་ན་ག་ལ་ས་གཉིས་འགྲོ་རྣམས་བཀག་སོགས་ལོག་ད་དེ་ཚོ་འོ་ད་དེའོ། ཁྱེད་དེ་ན་ཕ་ས་ཏོ་དང་ཉེ་བ་ཡིན་ཞུ་ལོག།